མེ་ཏོག་དང་རྨི་ལམ་ལེའུ་བཅུ་གཅིག་པ། གཡང་འཛོམ་མའི་སར་ལུས་ཏེ་མི་གཉིས་ཅི་རེར་ཐོག་པང་ལ་བལྟས་ཏེ་ཉིན་མོ་གསལ་གྱིས་ཐང་ག་བྲེས་མཚན་མོ་གཉིད་ཀྱིས་བཅུད་དང་བྲལ། མོའི་སེམས་ལང་ལོང་གཡོ་བའི་རྦ་རླབས་བཞིན་དྲག་ཏུ་འཁྲུག། གདུང་བས་དུས་ལྔ་སྣོད་དྲུག་ཚིག་ལ་ཉེ་ཞིང། ཁོག་ནང་ནས་མི་འཆི་བར་ལ་ཉེ། དབྱངས་རྫོང་ཉིན་མཚན་བཞིན་དེ་ལྟར་བསྡད་པས་གཅེན་གཅུང་ཚོ་ཁ་ཆེ་འདི་ཆེ་མི་ཤེས་པར་སེམས་ཁྲལ་གྱིས་མནར། པད་ཁའི་མེ་ཏོག་གིས་སེམས་ཀྱིས་མ་བཟོད་པར་དགོངས་པ་ཞུས་ཏེ་འདས་རོགས་བྱས། མོན་གཡང་རྫོང་གི་ཉལ་ཁྲིའི་ཟུར་དུ་པུས་མོ་བཙུགས་ཏེ་ཁ་བ་ལྷབ་ལྷུབ་ཏུ་བབས་པའི་དགུན་གཞུང་གི་གྲང་ངད་ཆེ་བའི་མཚན་མོ་དེར་རང་གི་ཐོག་ལ་བྱུང་བའི་ཡ་ང་བའི་འདས་མཐུན་དེ་གཡང་འཛོམས་ལ་ཇི་མ་ཇི་བཞིན་དུ་བཤད། གཡང་འཛོམས་ཀྱིས་པད་ཁའི་མེ་ཏོག་ལ་བྱུང་བའི་ཡ་ང་བའི་གནས་ཚུལ་གོ་རྗེས། ད་གཟོད་མིག་གཉིས་ལས་མཆི་མ་ལྷུང་ལྷུང་དུ་བབས། སྐམ་སྟེ་སྐྱིད་ལྕགས་ཕུལ་ཡོང་བས་ཆུ་འགུལ་ཙམ་བྱས་པ་ལས་པད་ཁའི་མེ་ཏོག་ལ་སེམས་གསོའི་སྐད་ཆ་ཚིག་གཅིག་ཀྱང་མ་ཐོན། འོན་ཏེ་པད་ཁའི་མེ་ཏོག་གིས་སྐད་ཆ་དེ་བཤད་པའི་ཉིན་གཉིས་པའི་ཞོགས་པ་གཅེན་གཅུང་གཞན་ཚོ་ལངས་པ་དང་དབྱངས་འཚོང་ཡང་འཁྱར་རེ་འཁྱོར་རེའི་ངང་ལངས་བྱུང། མོ་ལངས་པ་དེས་གཅེན་གཅུང་ཚོ་དགའ་ཐག་ཆོད་དེ། ཏོག་ལ་མེ་ཏོག་གིས་མོ་ལ་ཁྲུས་ཆུ་གྲ་སྒྲིག་བྱེད་པ་དང། ཨོག་ཆོས་མེ་ཏོག་གི་གདོང་ཡང་མ་བཀྲུས་པར་སྦྲུལ་ལྷམ་གྱོན་ཏེ་སྲང་ལམ་ནག་མོ་ལ་ཞོགས་ཟས་ཉོ་བར་ཕྱིན། པད་ཁའི་མེ་ཏོག་གི་མིག་ལས་མཆི་མ་བཏུང་གིན་གཡང་འཛོམས་ཀྱི་ལག་ནས་འཇུས་ཏེ། གཡང་འཛོམས་རང་ལངས་པ་དངོས་གནས་ཡག་པོ་བྱུང། གལ་སྲིད་རང་ད་རེས་ལངས་རྒྱུ་མ་བྱུང་ན་ང་ཡང་འགྱོད་པས་གདུང་སྟེ་འདུག་བཞི་རྒྱག་རྒྱུ་ལས་མེད། ང་ཚོར་མི་སྐྱིད་པ་དང་སྡུག་བསྔལ་ཅི་འདྲ་བྱུང་ཡང་མི་ཡུལ་འདི་ནས་གཡོལ་ས་མེད་པས་ཐབས་ཅི་ཡོད་ཅེས་མིག་ཆུ་ཁྲུམ་ཁྲུམ་ངང་བཤད། མཚམས་དེར་དཔེ་རྒན་མེ་ཏོག་གིས་མིག་ཆུའི་ཐིགས་པ་དབྱངས་རྫོང་གི་ཚ་དྲོད་མེད་པའི་ལག་པའི་སྟེང་དུ་ལྷུང་བས་མིག་ཆུའི་ཚ་དྲོད་ཀྱིས་དབྱངས་རྫོང་གི་འཁྱག་པའི་སེམས་ལ་དྲོད་རྟ་རྔ་ཙམ་ཞིག་ཁུག། དབྱངས་རྫོང་གིས་དཔེ་རྒན་མེ་ཏོག་གི་ལག་ནས་བཟུང་སྟེ། ཨ་ཅག་རང་གནོང་འགྱོད་གང་ཡང་བྱེད་མི་དགོས། དེ་ནི་ངའི་ལས་རེད། དེ་ལས་ལྡོག་ཐབས་ག་རེ་ཡོད། སྐྱེ་བ་ལ་མོས་ཚིག་ནས་བསྐོ་བཞག་འཐུང་གི་ཡོད་ན་བྱ་བ་བཅུག་པའི་ལས་ཀ་ང་རས་མ་བྱས་ཆོག་ག་ཟེར་བ་ལྟར་རེད། ཆག་སྒོ་འདི་འདྲེ་ཡོང་བསམ་པ་སུ་ལ་ཡང་མེད་པས་ཁྱེད་ཀྱི་སེམས་ཁག་པོ་མ་བྱེད། ང་རང་བསོད་ནམས་དམན་པའི་དུས་ཚོད་ལྟས་ངན་དེའི་ཉིན་ནས་བཟུང་རྗེས་ང་སྡོམ་ཚང་དང་འབྲེལ་ཐག་ཆོད་སོང། འོན་ཀྱང་ང་བཞིན་ཆགས་བྲལ་བའི་མི་ཡུལ་དུ་སྔར་བཞིན་འཚོ་དགོས་པ་དང། ལྟོ་འཚིར་ཕུད་པ་དགོས་པའི་བྱ་ཐབས་ག་རེ་ཡོད། མ་གཞི་ནས་ངས་ཕ་མས་རང་ལ་གནང་བའི་ལུས་པོ་དེ་ཡང་བདག་པོ་རྒྱབ་མ་ཐུབ་པའི་དུས་དེ་ནས་བཟུང་ངའི་སེམས་ཀྱང་ཤི་སོང། ད་ལྟ་ང་ལ་ལྷག་པ་ནི་ངའི་ལུས་པོ་ཙོག་པོ་དེ་ལས་གཞན་གང་ཡང་མེད། ད་ནི་ང་རང་ཁྱེད་ཚོ་དང་མཉམ་དུ་རྒྱ་བཟའི་མཚན་མོའི་སྤྲོ་སྐྱིད་ཁང་ནང་དུ་ལས་ཀར་ཡོང་གི་ཡིན། ཨ་ཅག་རང་གི་སྦྱིན་བདག་ལ་ང་བཅུག་རོགས་ཞེས་རེ་བ་ཞུས་དང། རས་དཀར་པོར་ནག་ནོག་བཀོད་ཚེ་སྔོན་ལྟར་གྱི་ལྷད་མེད་དཀར་གཙང་ཞིག་གང་ན་ཡོད། ཅེས་པད་མའི་མེ་ཏོག་གིས་ངོ་རྒོལ་བྱས་པར་མ་ལྟོས་པར་རྒྱལ་སའི་མཚན་མོའི་སྤྲོ་སྐྱིད་ཁང་གི་ནང་དུ་གོམ་པ་སྤོས། ཐོག་མའི་ཟླ་བ་གཅིག་གི་ནང་ཞབས་བྲོ་སྦྱོང་རྒྱུ་དང་ཆང་འཐུང་རྒྱུ་ཆང་སྟེགས་སྟངས་དང་ཐ་མག་འཐེན་སྟངས་སྤྱད་ནས་འགོ་བཙུགས་ཏེ་ཨ་ཁང་ནང་གི་ཞབས་ཞུ་མའི་ལས་ཀ་དག་སྦྱངས། དེ་དག་ཁྲོད་ལས་ཞབས་བྲོ་སྦྱོང་སྐབས་ཁག་ཤོས་བྱུང་ཞིང་སྤྲོ་སྐྱིད་ཁང་གི་ཞབས་བྲོ་སློབ་མཁན་གྱི་རྒྱ་མི་ཕོ་གསར་དེས། མོའི་སྐྱེས་པ་ནས་བཟུང་སྟེ་ཞབས་བྲོ་བསླབས། མ་གཞི་མོས་གོ་མེད་ཚོར་མེད་ངང་མིང་ཡང་མི་ཤེས་པའི་སྐྱེས་པ་ཞིག་ལ་རང་གི་མར་ལས་འཇམ་པའི་གཟུགས་པོ་དེ་ཐོག་མར་ཚོགས་པ་བཟོ་རུ་བཅུག་ཟིན་ཡང། སྐྱེས་པའི་ལག་པ་མོའི་ལུས་ཐོག་ཏུ་རེག་པ་ཙམ་གྱིས་མི་བདེ་བའི་སྣང་བ་ཞིག་ཡོང་བ་མ་ཟད་ཁོ་ཚུར་ཡོང་ན་མོས་ཕར་གཡོལ། ཁོས་མགོ་བོ་བཏེགས་ན་མོས་མགོ་བོ་དུད་དེ་རྐང་པར་བལྟ་བ་ལས་ཤར་ལྷོ་ནུབ་བྱང་གི་ཁ་ཕྱོགས་དང་རོལ་དབྱངས་ཀྱི་འགྱུ་ཁུག་ལ་སྣང་འཇོག་དེ་བས་ཡོང་གི་མེད། ཞབས་ཞུ་མ་གཞན་ཡིན་ཚེ་ཁོས་སྔ་ས་ནས་རླུང་བསྟན་ཏེ་ངང་རྒྱུད་དེ་འདྲ་མེད་ཀྱང། མོ་ནི་བློ་ཁོག་ཆུང་ལ་བག་ཟོན་ཆེ་བ་དང་ཡ་རབས་རྒྱུད་ལ་འཇགས་པ་ཞིག་ཡིན་པ་ལས་སྤྲོ་སྐྱིད་ཁང་ནང་གི་བུ་མོ་གཞན་ལྟར་གྱི་གཡོ་འཕྲུལ་དང་གཅམ་བསགས་ཀྱི་སྤྱོད་པ་ཞིག་མ་ཡིན་པར་ཤེས་ཏེ། གཅིག་གཉིས་གསུམ། གཅིག་གཉིས་གསུམ་ཞེས་ངང་རྒྱུད་རིང་པོས་བསླབས། འོན་ཀྱང་དབྱངས་འཛོམས་ཀྱིས་དེ་སྔ་ཞབས་བྲོ་འཁྲབ་མ་མྱོང་ལ་དེ་བས་ཕོ་མོ་ལག་གདང་སྦྲེལ་བའི་ཞབས་བྲོ་འདི་འདྲ་ནི་བརྙན་འཕྲིན་ནང་ནས་མཐོང་བ་ལས་རང་ཉིད་ཀྱིས་དངོས་སུ་ལག་ལེན་བྱེད་མྱོང་མེད་པས། ཁོའི་རྐང་པ་མོས་མ་བརྩིས་ན་མོའི་རྐང་པ་ཁོའི་རྐང་པས་བརྩི། ཚུལ་དེ་ཞབས་ཞུ་མ་གཞན་དག་གིས་མཐོང་བ་དང་གད་མོ་ཁུར་གྱིན་ཤུགས་རྒྱོབ་དབྱངས་འཛོམས་རང་སེམས་ཆུང་ལ་བབ་ཆགས་པ་བ་ལུའི་མེ་ཏོག་དང་འདྲ་བས། ང་ཚོས་དེ་རིང་ནས་རང་ལ་བ་ལུའི་མེ་ཏོག་ཞེས་འབོད་ཀྱི་ཡིན། བ་ལུའི་མེ་ཏོག་ཤུགས་རྒྱོབ་ཅེས་སྐད་བརྒྱབ། སྐད་ཆ་དེ་གོ་སྐབས་མོ་དེ་བས་གོམ་པ་སྤོ་མི་འདི་ལ་མིང་དེ་ཡང་མ་ཁོམ་པས་མོས་འཁྲབ་རྩལ་དགེ་རྒན་དེའི་གདོང་ལ་ཧ་ཅང་མི་འདི་བའི་ཚུལ་གྱིས་བལྟས་ཏེ་དགོངས་པ་མ་མཚུངས་ཞབས་བྲོ་འདི་ངས་ཤེས་པ་མི་འདུག་མ་གཞི་ནས་སྐུ་མགྲོན་ཚོ་ར་བཟི་ན་ཞབས་བྲོ་འཁྲབ་ཐུབ་གི་རེད་པས་ཞེས་དྲིས། ཁོས་ཡ་མཚན་དང་བཅས་ཏེ་མོ་ལ་ལྟ་ཙམ་བྱས་ཏེ། ངས་རང་ལ་བཤད་ཆོག་ཁོ་ཚོ་བཟི་ནས་ཤི་དང་གསོན་ང་ཚོ་དང་འབྲེལ་བ་མེད། ཁོ་ཚོ་ཞབས་བྲོ་འཁྲབ་ཐུབ་དང་མ་ཐུབ་ཤི་དང་མི་ཤི་ང་ཚོ་དང་དེ་བས་འབྲེལ་བ་མེད། ང་ཚོས་སྐུ་མགྲོན་ཚོ་ས་སྟེང་དུ་མ་འགྱེལ་གོང་ཁོ་ཚོའི་དངུལ་ཁུག་ནང་ནས་ང་ཚོར་དག་པའི་དངུལ་བསྡུ་ཐུབ་པ་བྱ་རྒྱུ་དེ་རེད་ཅེས་བཤད། ཡུན་རིང་མ་འགོར་བར་ཁོ་མོས་ཞབས་བྲོ་འཁྲབ་ཤེས་པ་མ་ཟད་མོའི་ཁེབས་པ་ཡང་མཁྲེགས་པོ་མེད་པར་ལྡེམ་བཞིན་འཁྱུག་ལ་མོའི་ལྷན་སྐྱེས་ཀྱི་རྣམ་པའི་སྟེང་བཅོས་མའི་འཛུམ་གྱིས་སྐྱེས་པ་རྩ་བརྒྱད་དེ་ཚོར་འོང་གོ་སྣང་ཐག་མེད་པར་ཞུ་བ་མ་ཟད་ཁོ་ཚོ་ར་བཟི་ལུག་གིས་མ་བྱས་གོང་རང་ལ་ཐོབ་འོས་པའི་དངུལ་བསྡུ་ཐུབ་ཀྱི་ཡོད་པ་རེད། ད་ནི་ཁོ་མོ་དེ་སྔ་དང་མི་འདྲ་བར་སྟོ་ཐུང་གསུམ་ལ་སེམས་ཁྲལ་བྱེད་མི་དགོས་པས་ཕ་མ་གཉིས་དྲན་པའི་གདུང་བའི་མིག་ཆུ་ཡང་དུས་ཀྱི་འཁོར་ལོའི་འགྲོས་དང་བསྟུན་ཏེ་རིམ་བཞིན་ཉུང་ནས་ཉུང་དུ་སོང། ད་ཆ་ཁོ་མོའི་གདོང་ལ་གཅིན་ཆུང་ཚོ་དང་འདྲ་བར། ཉིན་མཚན་དབྱེ་བ་ཡོད་པའི་བྱུག་ཚད་བྱུག་བཞེས་པ་མ་ཟད་ཐ་མག་འཐེན་མཁས་པ་དང་སྦི་རག་འཐུང་མཁས་ལ་སྟེགས་སྟངས་བྱང་ཆུབ་པ། ལག་པའི་དཀྱིལ་འཁོར་མཐོང་ན་དོད་པ་ཞིག་ཡོད། ད་ལྟ་སྐུ་མགྲོན་འདྲ་མིན་སྣ་ཚོགས་ཀྱིས་མོའི་སྐེ་ལ་འཐམས་པ་དང་ཆུ་སྦྱར་ཏེ་ཨོ་བྱས་ཀྱང་ངོ་ཚ་བའི་སྣང་བ་སྤུ་ཙམ་མེད་ཀྱང། རང་གི་ལུས་སྟེང་གི་ཆུ་དྲི་ཞིམ་གྱི་དྲི་དང་ཐ་མག་གི་དུག་དྲི་ཆང་གི་དྲི། དེ་བས་སྐྱེས་པ་རྩ་བརྒྱད་དེ་ཚོའི་ཁ་ནས་སྐྱག་པ་ཟད་མ་ཐག་པ་ལྟ་བུའི་དྲི་ངན་ཞིག་སྐྱེས་ཡོང་བས་མོས་དྲི་དེ་དག་ལ་གོམས་རྒྱུ་ཕངས་ཤག་དྲི་སྐྱེས་ཐེངས་རེ་བཟོད་མ་ཐུབ་པའི་སྡུག་བསྔལ་ཞིག་ཡོང་གི་ཡོད། ཁོ་མོའི་གནས་བབ་ལ་ང་དང་མི་འདྲ་བའི་འགྱུར་བ་ཆེན་པོ་བྱུང་བ་ནི། ཁོ་མོའི་ཁུག་མའི་ནང་དེ་སྔ་ལག་པས་རིག་རྒྱུ་ལྟ་ཞག་མིག་གིས་ཀྱང་མཐོང་མྱོང་མེད་པའི་རྒྱ་ལོ་མང་པོ་ཡོད་ལ་ལུས་ལ་ཁྲག་ཆེན་ཚོང་བདག་གིས་གོས་གྱོན་དེ་སྔ་རྨི་ལམ་ལ་ཡང་མཁོ་མ་མྱོང་བའི་གསེར་གྱི་རྒྱན་ཆ་བཏགས་ཏེ་གཞན་གྱིས་ལྟ་སྐབས་མིག་ལ་མཛེས་ལ་ཉམས་དོད་པ་ཞིག་ཆགས་ཡོད། ཉིན་ཞིག་རྒྱ་ཕྲ་མ་བོའི་ལས་དོན་མི་སྣ་ཁྲོམ་གཞུང་དུ་ཨའི་ཙི་ནད་འགོག་ཐབས་ཀྱི་དྲིལ་བསྒྲགས་བྱེད་པར་སླེབས་ཡོད། དེ་ཉིན་འབྲུམ་འགོག་གི་འགྱིག་ཤུབས་རིན་མེད་ན་གདོང་བྱེད་ཀྱི་ཡོད་པའི་རྟོགས་ལ་མེ་ཏོག་གིས་དྲིལ་བསྒྲགས་ཁྲོམ་སྟེགས་ཐོག་ནས་འགྱིག་ཤུབས་ཆག་པ་འགའ་ཞིག་བླངས་ཏེ་ལྟོ་བས་ནང་བླུགས། ཨ་ཁང་ནང་དུ་སླེབས་རྗེས་རྟོགས་ལ་མེ་ཏོག་གིས་སྣང་མེད་ངང་བ་ལུའི་མེ་ཏོག་ལ་འགྱིག་ཤུབས་ཁ་ཤས་སྤྲད། བ་ལུའི་མེ་ཏོག་གིས་འགྱིག་ཤུབས་ཕར་ལེན། ལག་ནང་གི་འགྱིག་ཤུབས་ལ་ནན་གྱིས་ལྟ་བཞིན་མོའི་བསམ་པར་དེའི་ནང་ཟ་ཡས་ནི་མི་འདུག། སྣོད་ནི་འདྲ་པོ་མ་བྱུང་བསམས་ཏེ་སྣང་མེད་ངང་རང་གི་མཛུབ་མོའི་ཐོག་ཏུ་གཡོགས། ལག་པ་ཕར་གཡུག་ཚུར་གཡུག་བྱེད་ཀྱིན། ཨ། འདི་རྩུབ་ཤོག་འདྲ་ཅི་རེད་པས། ཞེས་བཤད་པ་དང། དེར་ཡོད་པའི་གཅེན་གཅུང་ཚོ་ཚང་མ་གད་མོ་ཤོར་ཏེ་བྲོས་པ་ལག་པས་བསྐྱོར། སྐབས་དེར་པད་ཁའི་མེ་ཏོག་གིས་མོ་ཟུར་ཞིག་ཏུ་འཐེན་ཏེ་སྒམ་ནའི་ངང། ང་ཚོ་ལས་ཀ་ཐབས་སྡུག་འདི་འདྲ་བྱེད་མཁན་ཡིན་པས་འགྱིག་ཤུགས་ཧ་ཅང་མཁོ་བ་ཡིན། ངས་དོན་དེར་ཧོལ་རྒྱུགས་ཤོར་ཏེ་ཁྱོད་ལ་འགྲེལ་བཤད་བྱ་རྒྱུ་བརྗེད་སོང། རྗེས་སུ་སྐུ་མགྲོན་ཚོས་དམིགས་བསལ་གྱི་ཞབས་ཞུའི་རེ་བ་འདོན་སྐབས་འགྱིག་ཤོབ་དེ་ངེས་པར་དུ་བེད་སྤྱོད་གཏང་དགོས་ཞེས་བཤད་པས། ཁོ་མོའི་གདོང་སྐུ་ཤུ་དང་དམར་པོ་ཆགས་ཀྱང་པད་ཁའི་མེ་ཏོག་ལ་ལན་ཅི་ཡང་མ་བཏབ་པར་འགྱིག་ཤུག་དེ་དག་ལྟོ་ཕད་ནང་དུ་བླུགས། རེད་ཨང། འཇིག་རྟེན་སྟེང་གི་བྱ་དངོས་རྣམས་མ་ཤེས་པ་ནས་ཤེས་པ་དང་ཤེས་པ་ནས་རྒྱུས་མངའ་ལྡན་པར་གྱུར་ལ། མཐར་བྱང་ཆ་ལྡན་པར་འགྱུར་བ་ནི་ཆོས་ཉིད་ཞིག་ཡིན་པས། མོས་དེ་དག་རིམ་པས་ཤེས་པ་མ་ཟད་རང་གི་ལྷན་སྐྱེས་ཀྱི་ཕྱི་ཡི་རྣམ་པ་དང་སྦྱངས་ནས་ཤེས་པའི་བུད་མེད་ཀྱི་གཡོ་དང་རྒྱུ་ལ་བརྟེན་ནས་སྐྱེས་པ་རྩ་བརྒྱད་འདི་དག་གི་དངོས་ཁུངས་གང་འདྲ་བྱས་ཏེ་སྔོག་ཏུ་འཇུག་དགོས་མིན་དང་གང་འདྲ་བྱས་ཏེ་རང་ལ་གདགས་པའི་དངུལ་ལེན་དགོས་མིན་ཡང་ཤེས། དེ་སྔོན་ཐེངས་དང་པོར་དཔལ་ཁའི་མེ་ཏོག་གི་ཁྲིད་ཡོང་བའི་སྦྱིན་བདག་མ་བཏང་དེར་སྟ་རེ་ཞུ་དུས་ཀྱི་སྙིང་རྗེ་དང། ཡ་རབས་དེ་འདྲ་ད་ཆ་མོའི་ལུས་ཐོག་ནས་ཉི་འོད་འོག་གི་ཞོགས་པའི་བཟི་བ་བཞིན་ཡལ་བ་མ་ཟད། དེ་བས་གནས་ལུགས་གཅིག་ཤེས་པ་ནི་སྐྱེས་པ་རྩ་བརྒྱད་དེ་ཚོ་འདོད་པས་གཟིར་ཏེ་བུ་མོ་ཚོའི་ལུས་སྟེང་ནས་ཤ་ཏི་ཀ་ལྐོག་ཡས་མེད་ན་མ་གཏོགས་ཚང་མ་ཧམ་བཟུང་བྱེད་ཀྱི་ཡོད་པས་སྐྱེས་པ་དེ་དག་གི་དངུལ་ཕྲན་བུ་འདི་འདྲ་ཞིག་ལ་རྣ་བ་སྟོང་རྒྱུ་ཅི་ཡོད། སྐད་ཆ་དྲང་པོར་བཤད་ན་འདིར་ཡོད་པའི་བུ་མོ་ཚོ་ལ་ངོ་ཚ་མེད་ལ་འདིར་འཛོམས་པའི་སྐྱེས་པ་ཚོ་ལ་ཡང་ལས་རྒྱུ་འབྲས་ཞེས་པ་གང་དུ་ཡོད། སྐྱེས་པ་འདི་དག་གི་སྔོན་ལས་མང་པོ་ཞིག་ཁྲ་ཁྲ་མིན་ན་ནག་པོ་ཡིན་པས། དེ་བས་གནོང་འགྱོད་བྱ་དགོས་དོན་མེད་བསམ་གྱིན་ཡོད་པ་རེད། ད་ཆ་མོ་ཡང་རྒྱ་སེའི་མཚན་མོའི་སྤྲོ་སྐྱིད་ཁང་ནང་གི་གཅེན་གཅུང་གཞན་དང་འདྲ་བར་ཉིན་མོ་ཁྲོམ་སྐོར་བ་དང་སྐབས་རེ་སྦྱིན་བདག་ཆེན་པོ་འགའ་རེ་འབོད་དེ་བྱ་ཁང་ནང་དུ་ཁམས་ཐར་གློད་པའམ་ཡང་ན་མ་ཅང་ཆུང་ཆུང་རེ་བརྒྱབ། དེ་མིན་ན་སྟག་གཟིག་བརྒྱབ་སྟེ་ཉི་མ་འཁྱོལ་ཐབས་བྱེད་ཀྱི་ཡོད་པ་དང། བུ་མོ་བཞི་ལས་ཨོག་ཆོས་མི་ཐོག་རྒན་ཤོས་ཡིན་ཡང་ད་དུང་བུ་མོ་ཆུང་ཆུང་ཞིག་གི་བློ་རྩེ་ཙམ་ལས་མེད་པར་དངུལ་ཕངས་མེད་དུ་གཏོ་རྐྱང་བྱེད་པ་ལས་གསོག་འཇོག་གི་འདུ་ཤེས་ཕྲན་བུ་ཙམ་ཡང་མེད། དེ་ལས་ལྡོག་སྟེ་ལྟོགས་ལ་མི་ལྟོགས་ནི་ཚིག་དམ་ལ་སེར་སྣ་ཆེ་བས་མོས་དངུལ་རང་གི་སྲོག་བཞིན་བརྩིས་ཏེ་གང་བྱུང་དུ་བེད་སྤྱོད་གཏོང་གི་མེད། ཐ་ན་མོ་ལ་རང་བདག་གི་འཕྲུལ་རྫས་མེད་པར་བུ་མོ་ཚོའི་འཕྲུལ་རྫས་ནས་སྟ་རེ་བཞུ་བ་ཡིན། འོན་ཏེ་ཁོ་མོས་མ་སྐུལ་དང་བླངས་ཀྱིས། ཁོ་ཚོས་གླས་པའི་ཁང་ཆུང་ནང་གཙང་སྦྲ་བྱ་རྒྱུ་རང་གི་འགན་འཁྲིར་བརྩི་བ་མ་ཟད་གཅེན་གཅུང་ཚོའི་གྱོན་པ་འཁྲུ་རོགས་བྱེད་ཀྱི་ཡོད་པ་རེད། བ་ལུའི་མེ་ཏོག་ཁོ་ཚོའི་གྲལ་སྟར་ནང་ཚུད་པ་ནས་བཟུང་མོའི་ལས་ཀ་ཡང་ཉུང་དུ་སོང། བ་ལུའི་མེ་ཏོག་སེམས་ཆུང་བས་མོས་རང་འགུལ་གྱིས་ཁང་ཆུང་ནང་དུ་གཙང་སྦྲ་བྱེད་ཀྱི་ཡོད་པས་གཅེན་གཅུང་ཚོ་སྡོད་སའི་ཁང་ཆུང་དེ་གུ་དོག་ཀྱང་ཁམས་དྭངས་བ་ཞིག་ཆགས་ཡོད། བ་ལུའི་མེ་ཏོག་ཁོ་ཚོ་གཅེན་གཅུང་ཚོའི་ཁྲོད་ནས་ཆུང་ཤོས་ཡིན་པས་ཚང་མས་མོ་ལ་བྱམས་སྐྱོང་བྱེད་ཀྱི་ཡོད་ལ། བ་ལུའི་མེ་ཏོག་གིས་ཀྱང་གཅེན་གཅུང་ཚོ་རང་གི་སྙིང་ཉེ་བའི་སྤུན་མཆེད་ལྟར་དུ་བརྩི་བ་ཡིན། བ་ལུའི་མེ་ཏོག་བུ་མོ་གཞན་ཚོ་དང་ཅུང་མི་འདྲ་བར་རྒྱུན་དུ་ཚགས་པར་དང་དུས་དེབ་ལ་ལྟ་རྒྱུར་དགའ་བས། ཁོ་ཚོས་གསུར་མཆོག་གི་གསང་རྣམ་གཡས་གཡོན་གྱི་དཔེ་དེབ་རྙིང་པ་འཚོང་ས་ནས་ཕྱིར་ཤོག་བློ་ལ་འགྲོ་བ་འདྲ་ཉོས་ཏེ་མོ་ལ་སྤྲད་པ་དེ་ཁོ་ཚོའི་གོམས་གཤིས་ལྟར་དུ་གྱུར་ཡོད། ཁོ་ཚོ་ཚང་མར་ཐུན་མོང་གི་ཁྱད་ཆོས་ཤིག་ཡོད་པ་ནི་ཁང་ཆུང་ནང་སྐྱེས་པ་གཅིག་ཀྱང་ཁྲིད་ཡོང་གི་མེད་ལ་སྒོ་རའི་ནང་ཟང་ཟིང་དེ་བས་མི་བྱེད་པར། གྲོང་པ་གཡས་གཡོན་ལ་ངོ་འཛུམ་ཙམ་དང་མགོ་བོ་ལྕོག་ཙམ་ལས་འབྲེལ་བ་མེད་པའི་སྐད་ཆ་ཤོད་ཀྱི་མེད། དེ་ནི་ཁོ་ཚོ་ཐོག་མར་འདིར་སླེབས་པའི་སྐབས་སུ་ཨོག་ཆོས་མེ་ཏོག་གིས་བཏོན་པའི་གྲོས་འགོ་ཡིན། མོས་ཟེར་ན། ང་ཚོའི་ལས་ཀའི་ངོ་བོ་གཞན་གྱིས་མ་ཤེས་ན་ཡག་རེད། གང་ལྟར་གདོང་ལ་འོད་འཕྲོ་བའི་ལས་ཀ་ནི་མ་རེད། ཁོ་ཚོ་ནི་མི་སེར་དཀྱུས་མ་ཡིན་པས་ང་ཚོ་ལས་ཀ་བྱེད་སར་ཁོ་ཚོ་ཡོང་མི་སྲིད་ལ་ཁོ་ཚོའི་དཔལ་འབྱོར་གྱི་རྨང་གཞི་ལ་བསམ་ན་ཡང་གནས་དེ་འདྲ་ལ་དེ་བས་ཡོང་ཐབས་བྲལ་བ་རེད། ཞེས་ཟེར་བ་དེ་བདེན་པར་མཐོང། ཁོ་ཚོས་ཀྱང་བུ་མོ་བཞི་པོ་དེར་འུག་པ་ཞེས་མིང་བཏགས་པ་ཙམ་ལས་ཁོ་ཚོ་ཡང་ཉིད་ལས་ཀ་ག་རེ་བྱེད་མིན་འདྲི་མཁན་མེད་པ་དེ་ནི་ཁོ་ཚོར་ངོ་སོ་ཆེན་པོ་ཞིག་སྤྲད་པ་ལྟར་དུ་སྣང། བ་ལུའི་མེ་ཏོག་རྒྱ་སེ་མཚན་མོའི་སྤྲོ་སྐྱིད་ཁང་དུ་སླེབས་ནས་ཡུན་རིང་མ་སོང་ཡང། མོའི་ཟླ་རེའི་ཡོང་འབབ་ཨོག་ཆོས་མེ་ཏོག་གི་གཤམ་དུ་ཡིན། དེ་ནས་མོ་ལ་བཙུན་མོ་ཆུང་བ་ཞེས་པའི་མིང་ཐོགས་པ་ཡིན། དོན་དུ་ཁོ་མོ་ནི་མིང་དོན་མཚུངས་པའི་བཙུན་མོ་ཞིག་དང་འདྲ་བར། ཁོ་མོའི་ཕྲག་ལ་རིང་བའི་ཀླད་ཤ་དང་ཟླུམ་ཞིང་འབུར་བའི་ནུ་མ་གཉེན་ལ་ལྡེམ་པའི་སྐྱེས་པ་ཟུར་མིག་ལྟ་སྟངས་ཀྱི་མཛེས་པ་སོགས་ཀྱིས་ཨ་ཁང་ནང་ཡོང་མཁན་གྱི་སྐྱེས་པ་རྩ་བརྒྱད་དེ་དག་ཚ་བས་མྱོས་པའི་གླང་ཆེན་གྱི་པད་མའི་ཚལ་མཐོང་བ་བཞིན་མོའི་སྟེང་དུ་མཆོངས་ཡོང་གི་ཡོད། མོ་ནི་ད་ཆ་སྔོན་མའི་བུ་མོ་གཉོམ་ཆུང་དེ་མ་ཡིན་པར་ཆར་རླུང་དྲག་པོའི་ཁྲོད་དུ་སྦྱོང་བརྡར་བྱུང་སྟེ་མོས་སྐུ་མགྲོན་ཚོར་སྒམ་བརླིང་གི་རྣམ་འགྱུར་ཞིག་བསྟན་ཏེ་སྔོན་ལ་སུ་སླེབས་པ་དང་སྔོན་སུས་མང་བ་སྟོན་པར་སེམས་ཁུར་བྱེད་པ་ལས། ཁོ་ཚོའི་ན་སོ་རྒན་གཞོན་དང་བྱད་བཞིན་བཟང་ངན་ལ་སྣང་བ་མི་གཏོང། དེ་ལས་ལྡོག་སྟེ་མོ་རང་གི་ལུས་པོའི་ཆ་ཤས་རེ་རེ་སྣང་མེད་དུ་མགྲོན་པོ་རྩ་བརྒྱད་དེ་དག་ལ་གང་འདོད་འཕུར་དུ་བཅུག། སྐབས་འདིར་ཁོ་ཚོའི་འདོད་པ་ལྟར་ལྷན་འཛོམས་མགྲོན་ཁང་དུ་ཁྲིད་ཀྱང་དངུལ་བྱུང་ན་མོའི་ལུས་པོ་ལ་ཕངས་སེམས་གཏན་ནས་མི་བྱེད་པ་དང། ཁོ་ཚོར་རང་གི་ལུས་པོ་སྤྲོད་པའི་སྐབས། ཁོ་མོས་དང་ཐོག་མའི་སྐྱེས་པ་དེར་བཅངས་པ་ལྟ་བུའི་འཁོན་སེམས་མེད་ལ་ཆགས་སེམས་དེ་བས་ཀྱང་མེད་པར་ཁོ་ཚོ་དྲང་བདེན་ནས་བབས་ན་རང་གི་ལས་འགན་འགྲུབ་པར་ངོས་བཟུང་སྟེ་བཅོས་མའི་འཛུམ་ཞིག་བསྟན། ཧ་ཅང་སྙན་པའི་ལག་པ་བརྐྱངས་ཏེ་རང་ལ་བདག་པའི་དངུལ་འཛེམ་དོགས་མེད་པར་ལེན་གྱི་ཡོད་པ་རེད། སྐབས་ཤིག་ལ་རྒྱ་བཟའི་མཚན་མོའི་སྤྲོ་སྐྱིད་ཁང་དུ་བོད་རིགས་ཚོང་པ་ལོ་རྒན་དྲུག་ཅུ་ལྷག་ཙམ་སླེབས་པ་ཞིག་ཡོང་གི་ཡོད། སྐྱེས་པ་དེ་ནི་སྐྱེས་པ་རྩ་བརྒྱད་གཞན་དག་དང་མི་འདྲ་བར་དགོང་མོ་སྔ་པོ་ཡོང་ནས་སྔ་པོར་ལོག་འགྲོ་གི་ཡོད། ཁོས་ཉིན་ཤས་རིང་ལྟ་ཞིབ་བྱས་པ་བརྒྱུད་བ་ལུའི་མེ་ཏོག་ལ་དམིགས་བསལ་གྱི་རྔན་པ་ཡང་ཡང་སྟེར། ཁོ་གཉིས་དུས་ཡུན་རིང་ཙམ་གྱི་འབྲེལ་འདྲིས་བྱས་རྗེས། ཁོས་མོ་ལ་རྒྱན་ཆས་ཡང་རིང་ཡིན་ཉོས་ཏེ་ངའི་ནོར་བུ་ཆུང་ཆུང་ཞེས་འབོད་དེ་དུས་ཡུན་རིང་ཙམ་ཕྱིན། ཉིན་ཞིག་རྒད་པོ་དེས་བུ་ལོན་མེ་ཏོག་གི་ལག་ནས་བཟུང་སྟེ། ངས་ཁྱོད་ལ་ཟླ་རེར་སྒོར་ལྔ་སྟོང་སྤྲད་ཆོག། ཕྱི་ནས་ཁང་པ་ཞིག་ཉོས་ཏེ་ཁྱོད་ངའི་རང་འཐག་གི་གཟུགས་བརྟེན་སྙིང་སྡུག་ཞིག་བྱེད་དུ་འཇུག་གི་ཡིན་ཞེས་བཤད། དང་ཐོག་ཁོ་མོས་གཟུགས་བརྟེན་སྙིང་སྡུག་ཅེས་པའི་ཐ་སྙད་དེར་གོ་བ་མ་ལོན་པས། མོའི་བསམ་པར། ཁོ་ལོ་འབྲས་ཞིང་ཁོ་པའི་པོར་ཏོ་ཞིག་ཡིན་ཀྱང། ང་ལ་ལོག་སའི་ཁྱིམ་ཞིག་དང་འཚོ་བ་འཇོག་མཁན་ཞིག་བྱུང་ན་དེ་ནི་བསམ་ཐོག་ལ་རྟ་རྒྱུག་པ་རང་ཞིག་རེད་ཨང་སྙམ་སྟེ་ཁས་བླངས། དེ་ལྟར་མོས་ཡུན་རིང་པོ་ཞིག་སྐྱེས་པ་གཞན་ལ་དམིགས་བསལ་གྱི་འབྲེལ་བ་མ་བྱས་པར་རྒྱུན་ལྡན་གྱི་ཞབས་ཞུ་སྟེ་སྐུ་མགྲོན་ཚོ་དང་མཉམ་དུ་ཞབས་བྲོ་འཁྲབ་པ་དང་ཆང་རྒྱག་པ། རང་གི་ཆང་འཐུང་བ་སོགས་ཀྱི་ཨོ་འགོག་ཞུས་ནས་རྒད་པོ་དེས་རྒྱལ་སའི་མཚན་མོའི་སྤྲོ་སྐྱིད་ཁང་ལས་གང་མགྱོགས་ཁྲིད་པའི་རེ་བས་ཁེངས་ཏེ་ཡོད། གནས་ཚུལ་དེས་པད་ཁའི་མེ་ཏོག་དང་ཨོག་ཆོས་མེ་ཏོག་གིས་ཤེས་ཏེ། ཁོ་ཚོ་གྲོས་བྱས་ཏེ་རྒྱལ་པོར་བ་ལུའི་མེ་ཏོག་ལ་ཟླ་རེར་ཟས་སོང་སྒོར་མོ་ལྔ་སྟོང་སྤྲོད་མི་དགོས་པར་ཁྲིམས་དང་མཐུན་པའི་ཆང་ཟས་ལག་འཁྱེར་བླངས་ཏེ་ཁྱིམ་དུ་གསོན་ན་འཐུས་ཞེས་བཤད་སྐབས། རྒྱལ་པོས་ཧ་ལས་ཧང་སངས་ཀྱིས་རྣམ་འགྱུར་སྟོན་བཞིན་ཟུམ་ལ་ཉེ་བའི་མིག་དེ་ཡང་ཕྱི་རུ་སོང་ནས། ང་རྒད་པོ་སྨན་ཆུང་ལ་དགའ་བ་ངའི་རང་གཤིས་ཡིན། དེ་ནི་གནམ་འོག་གི་སྐྱིད་པ་ཕལ་ཆེ་བར་ཡོད་པའི་སྐྱོན་ཆ་ཡང་ཡིན། འོན་ཏེ་རང་གི་སྐྱིད་སྡུག་མཉམ་མྱོང་བྱེད་མྱོང་བའི་ཚེ་གང་གཏན་གྲོགས་དང་ས་ལ་མཆེད་པའི་བུ་ཕྲུག་བཞག་སྟེ་ཁྱོད་ཚོ་དང་མཉམ་དུ་འཚོ་བ་སྐྱེལ་མཁན་དེ་འདྲ་ཡོད་ན་མི་དེའི་ཀླད་པ་ཐང་ཐང་ཡོད་ཀྱི་མ་རེད། མངོན་གསལ་གྱིས་ཁྱོད་ཚོ་དང་མཉམ་དུ་འཚོ་བ་སྐྱེལ་ནས་བསྡད་ན་དེ་ནི་ངའི་མཚན་ཤས་རང་རེད། ཅེས་ཤོད་ཀྱིན་ཕྲུ་སྐྱིད་ཁང་ལས་ཁྱི། དུས་དེ་ནས་བཟུང་རྒད་པོ་དེའི་གཟུགས་བལྟ་བཞག་དྲི་མ་ཡང་མཐོང་རྒྱུ་མ་བྱུང། བ་ལུའི་མེ་ཏོག་གིས་ཡིན་ལུགས་ཚུལ་ལྡན་གྱི་འཚོ་བ་སྐྱེལ་བའི་རྨི་ལམ་དེ་ཡང་འཇའ་ཚོན་ལྟར་ཡལ། ད་ཐེངས་ཀྱི་དོན་དེའི་བརྒྱུད་ད་ལྟའི་ལས་དེ་ནི་རང་ཉིད་ལ་འཚམས་ཤོས་ཡིན་པར་ངོས་བཟུང་སྟེ་ལས་ཀ་དེ་མུ་མཐུད་བྱ་རྒྱུར་དེ་བས་བློ་ཐག་ཆོད་པ་བྱུང་བ་དང། དེ་ནི་རང་ལ་བསྐོས་པའི་ལས་དེ་ཡིན་པའི་ངོས་འཛིན་དེ་བས་གསལ་བོར་བྱུང། ཆེས་སྤྱི་བཏང་གི་དགོང་མོ་ཞིག་ལ། འཁྲུག་ཆ་དོད་པའི་རྒྱ་སའི་མཚན་མོའི་སྤྲོ་སྐྱིད་ཁང་ནང་ར་བཟི་བ་ཁྱར་ཁྱོར་ཞིག་ཡོང་ནས་སྤྲོ་སྐྱིད་ཁང་ནང་གི་བུ་མོ་ཚེ་ཤོས་འདི་ཞབས་ཞུ་མར་འགོ་ཡོད་ཅེས་བཤད། ཨུག་ཆོས་མེ་ཏོག་ཨ་ཁང་ནང་གི་བཙུན་མོ་ཡིན་པ་དང་བ་ལུའི་མེ་ཏོག་བཙུན་མོ་ཆུང་བ་ཡིན་པས་དེའི་ཁོང་མོ་ཨུག་ཆོས་མེ་ཏོག་སྔ་ས་ནས་མི་གཞན་གྱིས་གླས་ཟིན་པས་སྤྲོ་སྐྱིད་ཁང་གི་ལས་སྣེ་བས་བ་ལུའི་མེ་ཏོག་མི་དེར་ཞབས་ཞུ་བྱེད་པར་མངགས་པ་རེད། མི་དེས་ར་བཟི་ཁུལ་དང་མ་རབས་ཅི་འདྲ་བྱས་ཀྱང་རྒྱུན་དུ་རྒྱ་སེ་མཚན་མོའི་སྤྲོ་སྐྱིད་ཁང་ནང་དུ་ཡོང་མཁན་གྱི་སྐྱེས་པ་གཞན་དེ་ཚོ་དང་མི་འདྲ་བར་ཁོའི་ལུས་ཐོག་ལ་བརྗོད་མི་ཤེས་པའི་གཟི་བྱིན་ཞིག་དང་གདོང་ལ་རྟོགས་དཀའ་བའི་ཕོ་ཉམས་ཤིག་མངོན་བཞིན་ཡོད་པ་རེད། འདིར་ཡོང་མཁན་སྐྱེས་པ་མང་པོ་ཞིག་ནི་མཚན་མོ་གཅིག་ལ་སྡོད་ས་ཞིམ་ཚང་སྤོས་སྤོས་སྤོས་ཏེ་འདིར་ཡོང་སྐབས་ར་དམ་པག་འདྲ་བ་ཞིག་བཟི་བ་དང། གོམ་པ་ཁྱ་ཁྱུང་ངང་སྤོ་བ་མ་ཟད་འགའ་རེས་ཁ་འཐབ་ཀྱིན་ཡོང་གི་ཡོད་པ་རེད། ཁོ་ཚོའི་ལུས་ཐོག་ཏུ་གྱོན་པའི་གྱོན་པ་སྤུས་ཀ་ལེགས་པ་དང་མཐོང་སྣང་དོད་པ་ཞིག་ཅི་ཡིན། མི་དེའི་ལུས་ལ་ཡང་ཚོང་བདག་གྲགས་ཅན་གྱི་གྱོན་ཆས་འདྲ་ཆགས་པོ་ཞིག་གྱོན་ཡོད། མཆན་ཁུང་འོག་ཏུ་ཀོ་བའི་ལྟོ་བད་ཆུང་ཆུང་ཞིག་འཁྱེར་ཏེ་རྒྱུ་ཉམས་མཆིན་མདོག་གི་གྲ་རྒྱས་པའི་ཁང་པ་ཞིག་གླས། གཡང་འཛོམས་ཀྱིས་ཁོ་ཁང་ཆུང་ནང་དུ་གདན་འདྲེན་ཞུས། ཁོས་ཀྱང་ཧྲ་ཧྥ་སྟེང་རྒྱུས་མངའ་ཆེན་ཏོག་གིས་བསྡད་དེ་སྔོན་ལ་བ་ལུའི་མེ་ཏོག་གི་གདོང་ལ་ནན་པོས་ལྟ་བ་ལས་སྐད་ཆ་ཙམ་ཡང་མ་བཤད། མི་དེ་ལྟ་བུ་རྒྱུན་དུ་ཁོ་ཚོའི་སྤྲོ་སྐྱིད་ཁང་ནང་ཡོང་གི་ཡོད་ཀྱང་མི་དེ་རིགས་ཀྱི་བུ་མོ་ཚོ་མཐོང་མ་ཐག་ཁོ་ཚོའི་ལུས་ཐོག་ཏུ་སྤྱང་ཀི་ཤ་ལ་རྔམ་པ་བཞིན་མཆོངས་ཡོང་གི་མེད་ལ་དམིགས་བསལ་གྱི་རེ་བ་ཡང་མི་འདོན་པར་བུ་མོ་ཚོའི་ལུས་ཀྱི་ཆ་ཤས་ལ་བུ་ཙམ་དང་འགྲམ་སྟེང་དུ་ཨོ་བྲ་བྱས། སྦི་རག་གཏོང་ཟིན་མཚམས་ལ་ལོག་འགྲོ་གི་ཡོད་པའི་སྐུ་མགྲོན་དེ་ལྟ་བུ་ནི་བུ་མོ་ཚོས་དགའ་བསུ་བྱེད་པའི་རིགས་དེ་ཡིན། སྐུ་མགྲོན་ཁོང་ལྟ་བུ་ལ་ཨོང་ཁོ་ཞུ་རྒྱུ་བྱུང་ན་གཟུགས་པོ་ངལ་གསོ་ཡིན་ཁར་སྦི་རག་རྒྱག་ཚད་གཏོང་རོགས་བྱས་པར་སྒོར་ཉིན་བརྒྱ་སུམ་བརྒྱ་རེ་རག་གི་ཡོད་པའི་ཚོང་དེ་འདྲ་ནི་ཁེབ་བཟང་ཆེ་ཤོས་དེ་ཡིན། བ་ལུའི་མེ་ཏོག་གིས་བཞིན་འཛུམ་ཙམ་དང་ངག་འཇམ་གུས་ཞབས་དང་བཅས་ཇོ་ལགས་ཁྱེད་རང་སྦི་རག་ག་རེ་ཆུ་གནང་མཁན་ཡིན་ནམ་ཞེས་དྲིས་པར། ཁོས་ཧ་ཅང་སྒམ་བརླིང་ངང། སྔོན་ལ་བྲེལ་བ་མ་བྱེད། དེ་ལས་ཁྱོད་ངའི་འགྲམ་དུ་ཤོག་དང་ཞེས་བུ་ལོན་མེ་ཏོག་གི་ལག་ནས་བཟུང་སྟེ་མོ་རང་གི་འཁྲིས་སུ་འཐེན་པ་དང། མོའི་སྒལ་པར་འཕུར་ཙམ་དང། གདོང་ལ་འགྲམ་པ་བྱ་ཙམ་བྱས། དེ་རྗེས་ལྷ་སའི་སྦི་རག་ལྕགས་ཕྲེང་བཅུ་བླངས་ཏེ་མོ་ལ་ཨོ་མགོ་ཞུ་རུ་བཅུག། ཁོས་སྦི་རག་འཐུང་གིན་ཆང་མི་གཅིག་གིས་བཏུངས་ཏེ་ཆོ་ག་རེ་ཡོད། ཁྱོད་ཀྱིས་ང་ལ་འཐུང་རོགས་བྱེད་དགོས་ཞེས་བཤད། དེ་ཉིན་རྫི་རྣོ་བའི་བུ་ལོན་མེ་ཏོག་གིས་སྦི་རག་འཐུང་མ་ཤེས་པར་ཁ་གཡར་ཏེ་སྦི་རག་མ་འཐུང་བ་དང། ཁོས་མོ་ལ་བལྟས་ཏེ་ཁྱོད་ཀྱིས་མ་འཐུང་ཡང་ཆོག་ངས་ཁྱོད་ཀྱི་སྦི་རག་འཚོས་ཏེ་རང་གི་གཟུགས་པོར་བླུགས་ཡིན་ཞེས་བུ་ལོན་མེ་ཏོག་གི་གཟུགས་པོའི་ཐོག་སྦི་རག་འབུ་བ་ཆིལ་ཆིལ་དུ་བཤུས། ལྕགས་ཀྲིན་བཏུང་པ་མོའི་གཟུགས་པོའི་སྟེང་དུ་གཡུགས་པ་སོགས་ཁོས་མ་རབས་ཀྱི་བྱ་སྤྱོད་བྱ་ཁུལ་བྱས་ཀྱང། དེ་དག་མོའི་མདུན་ལ་འཁྲབ་ཀྱི་ཡོད་པའི་སྣང་བ་ཞིག་བྱུང་སྟེ་མོས་ཨམ་ཕྲག་ནས་ལག་རས་བཏོན་ཏེ་རང་གི་གདོང་སྟེང་གི་སྦི་རག་ཕྱིས་ཀྱིན། ཇོ་ལགས་ཁྱེད་ཀྱིས་ཆུ་ཆང་མང་པོ་མཆོད་ཐུབ་ཀྱི་མི་འདུག་ངས་ཁྱེད་ལ་ཆབས་ཅིག་བརྒྱག་ཆོག་ཅེས་ཁོ་ལ་ཆུ་གེ་ལཱས་གང་བླུགས། དེ་རྗེས་རོལ་དབྱངས་སྐད་ཆུང་ཆུང་ཞིག་གློད། སྒྲ་སྒམ་ལས་ཏང་ལི་ཅུན་གྱིས་ང་བཟི་སོང་ཞེས་པའི་གླུ་གཞས་དེ་གོ་བ་དང། ཁོས་གུང་བྲིས་ཁྲ་ཁྲ་དེ་ལྷོད་དུ་བཏང་སྟེ་དེ་འདྲའི་སུན་པ་ལ་ཞེས་སུན་མདོག་གིས་བཤད་པས། མོས་རྡེབ་ཆག་འཁྱུག་པོས་བཤད་དེ་བཀག། མཚམས་འདིར་ཁོ་མོའི་ལག་པ་ནས་བཟུང་སྟེ་རང་གི་པང་དུ་འཐེན་གྱིན། ངས་ཁྱོད་ལྷན་འཛོམས་མགྲོན་ཁང་ལ་ཁྲིད་ན་ཆོག་གམ། རྒྱུན་དུ་ཁྱོད་ཚོ་ཕ་གིར་འགྲོ་བ་མ་ཡིན་ནམ་ཞེས་མིག་འབུར་ཚུགས་སུ་མོའི་ལུས་ཐོག་ལ་གཏད། མདུན་གྱི་སྐྱེས་པ་དེ་ཡི་བྱེད་ལུགས་བྱེད་སྟངས་ལ་ཇི་ལྟར་བརྟགས་ན་ཡང། རྒྱུན་ལྡན་ཁོ་ཚོར་འཕྲད་པའི་སྐྱེས་པ་རྩ་བརྒྱད་དེ་ཚོ་དང་མི་འདྲ་བར་དེ་བས་ན་ནི་དགུན་ཁའི་ཆད་གཏོང་ལོག་སེལ་སྐབས་ཉེན་རྟོག་པའི་འགོ་པ་དེས་ཀྱང་ཁོ་དང་འདྲ་བ་བྱེད་ཀྱི་ཡོད་ལུགས་གཅེན་གཅུང་ཚོའི་ས་ནས་ཐོས་མྱོང་བ་དེ་གློ་བུར་དུ་དྲན་ཏེ། མོའི་སེམས་ནང་མི་དེའི་སྤྱིར་བཏང་གི་རབ་གཟི་ཉིན་རྒྱལ་དེ་འདྲ་མ་ཡིན་པའི་ཡིད་ཆེས་བརྟན་དུ་སོང། ཁོ་མོས་དོན་ཅི་ཡང་མི་རྟོགས་པའི་རྣམ་འགྱུར་ཞིག་བསྟན། ཁོའི་སྐད་ཆའི་དོན་ཧ་མ་གོ་བའི་ཚུལ་གྱིས། ཇོ་ལགས་ཁྱེད་ཀྱིས་ཆིབས་ལ་གཟིགས་ཀྱི་ཡོད་དམ། རིན་པ་གནང་མི་དགོས་དེ་དག་ཁྱེད་རང་གི་ཁང་པ་འདི་ཀླད་པ་འདིའི་ནང་ཚུད་ཡོད། ཅེས་སེམས་ཆུང་ངང་འདྲི་བཤད་བྱས། དེར་ཁོས་མ་འདོད་པའི་ངང། ངས་ཟིན་ན་ཁྱོད་ཀྱི་གཟུགས་པོ་ལེན་ན་ཞེས་བཤད་པ་དང་མོས་ཁྲེལ་དགོད་ཅིག་བྱས་ཏེ་བྱོ་ལ་ཁྱེད་ཀྱི་ཞལ་ཕྱོགས་མ་ན་ངས་སྐུ་འགྲོའི་ཚོགས་དབུ་བསྐོར་ཞུས་ཏེ་ཞབས་བྲོ་འདྲ་ཁྲེབ་རོགས་དང་ཆང་འདྲ་རྒྱག་པ་ལས་གཞན་གྱི་ཚུལ་མིན་ལས་ཀ་གང་ཡང་བྱེད་ཀྱི་མེད་ཅེས་བཤད། སྐད་ཆ་དེ་གོ་བ་དང་ཁོས་གད་མོ་སྐྱུར་མོ་ཞིག་བཀལ་ཏེ། འོ་ན་ཁྱོད་ཀྱང་ཁང་པ་འདིའི་ནང་ཚུད་ཡོད་དམ། ཞེས་ཡར་ལངས་ཏེ་རང་གི་སྐྲ་ལ་བྱུག་ཙམ་བྱས་རྗེས་ཁང་ཆུང་དེ་ལས་ཐོན། མོའི་བསམ་པར་བསང་མཆོད་སྦུག་ཏུ་ཡོད་བཞིན་དུ་ཁོ་མར་བབས་ཏེ་གཅིན་པ་གཏོང་བར་ཕྱིན་པ་ཡིན་ནམ། མི་ཡ་མཚན་ཅན་ཞིག་འདུག་བསམ་པའི་སྐབས་དེར། ཨར་ཁང་ནང་གི་གློག་སྒྲོན་སིམ། ཞེས་ཀྱིས་མཚམས་བཅད། ཨ་ཁང་ཧྲིལ་པོ་ཀི་ཡན་གྱིས་ཁེངས། ཡུད་ཙམ་ནས་གློག་སྒྲོན་འབར། རྒྱ་སེའི་མཚན་མོའི་སྤྲོ་སྐྱིད་ཁང་ཁ་ཁུ་སིམ་མེར་གྱུར་ཏེ་ཚོམས་ཆེན་ནང་གི་ཁྲ་ཆིལ་སྒོ་ཆིལ་གྱི་གློག་འོད་ཀོ་བ་རྒྱག་མཁན་མེད་ལ་ཁང་ཆུང་གང་ས་གང་ནས་སྐུ་མགྲོན་དང། ཞབས་ཞུ་མ་ཐོན་ཡོང་གི་ཡོད་ལ། རྒྱ་སེའི་ཨ་ཁང་དང་ཐག་ཉེ་བའི་ཐུག་འཕྲད་མགྲོན་ཁང་གི་ཁང་ཆུང་ཁ་ཤས་ནས་ཞབས་ཞུ་མ་དང་སྐྱེས་པ་འགའ་ཁྲིད་ཡོང་གི་ཡོད། ཡུད་ཙམ་ནས་ཚང་མ་ཞབས་བྲོ་འཁྲབ་སའི་དཀྱིལ་དུ་རུབ་རུབ་བཟོས་ཏེ་རྒྱུན་དུ་ཁ་སྐྱེ་སྤོ་སྐྱེ་ཚ་བའི་སྐྱེས་པ་དེ་ཚོ་ནི་མགོ་བོར་རྡོ་ཆེན་པོ་ཞིག་ཕོག་པ་བཞིན་མགོ་བོ་དུད་ཅིང་པོ་ཁུམ་ལུས་འདར་ཞུམ་ཞུམ་བྱེད་ཀྱི་ཡོད་ལ། ཞབས་ཞུ་བའི་བུ་མོ་དེ་ཚོ་ཡང་ངུ་གིན་གཅིག་གིས་གཅིག་ལ་འཁྱུད་དེ་ཟོག་པོ་ལིང་ལིང་དུ་འདར་བཞིན་ཡོད། དེ་དག་ཁྲོད་ནས་ཨོག་ཆོས་མེ་ཏོག་སྔོ་ལོ་ཆ་ཤོས་བྱུང་ཞིང་ཁོ་མོ་ནི་ཡང་སྐྱ་སེར་སྤྲོ་སྐྱིད་ཁང་དང་ཉེ་བའི་ལྷན་འཛོམས་མགྲོན་ཁང་ནས་མ་བྱིན་ལ་ཐེབས་པ་ཞིག་ཡིན་པས་ལུས་ལ་དྲང་ཐིང་གི་ནོར་ཁེབས་དང་འདོམ་རས་ལྷེབ་ཙམ་ཞིག་ལས་མེད། བ་ལུའི་མེ་ཏོག་གིས་རང་གི་སྐེ་ལ་བཏགས་པའི་སྲང་རས་དེ་ཚོམས་ཆེན་གྱི་དཀྱིལ་དུ་ལངས་པའི་དབུགས་ཆོས་མེ་ཏོག་ལ་གཡུགས་ཏེ་མགྱོགས་པོ་མདུན་བཀབ་དང་ཞེས་བཤད་པ་དེ་ཉེན་རྟོག་པ་ལོ་ཆུང་ཆུང་ཞིག་གིས་གོ་སྟེ། བ་ལུའི་མེ་ཏོག་གིས་དབྱུག་པའི་སྲང་རས་དེ་ས་སྟེང་ནས་བསྒྲུགས་ཏེ་ཕྱིར་དབྱུགས། ཁོས་དབུགས་ཕྱིར་མེ་ཏོག་གིས་གཙོས་པའི་གཅིན་ཆུང་ཡོད་ཚད་དང་སྐྱེས་པ་རྩྭ་བརྒྱད་དེ་དག་རེ་རེ་བཞིན་བློ་གསལ་ལ་མི་གསལ་གྱི་ཟུར་ཞིག་ཏུ་བསྐོངས་ཏེ་སྐད་ཆ་དྲིས་པ་དང་བཤད་པའི་སྐད་ཆ་དག་སྒྲ་ཕབ་པས་མ་ཚད་རེ་རེ་བཞིན་ཡིག་ཐོག་ལ་བཀོད། འདིར་ཡོད་པའི་སྐྱེས་པ་དེ་ཚོས་བཤད་པའི་སྐད་ཆ་ནི་རྒྱུན་དུ་ཞབས་ཞུ་བ་བུ་མོ་དེ་དག་ལ་བཤད་པ་ལྟ་བུའི་སྐད་ཤུགས་དང་ཟིལ་ཤུགས་དེ་འདྲ་མེད་པར། སྦྲང་བུའི་སྐད་ཙམ་ལས་ཐོས་རྒྱུ་མེད་པས་ཁོ་ཚོའི་ཁྲོད་ཀྱི་ལྟོ་གོས་མཁན་དེ་གཅིག་པུས་གོ་བ་ལས་གཡས་གཡོན་གྱི་མིས་གོ་གི་མེད། དེ་བས་ནམ་རྒྱུན་གྱི་རྒྱུ་ངོམ་དང་དྲང་ངོམ་ཉམས་དོན་ལྡོག་ཁག་པོ་དེ་ཡང་ཉེན་རྟོག་པས་ཐུན་མོང་མ་ཡིན་པའི་རྫིག་ཉམས་དང་ལུས་ལ་གྱོན་པའི་ལས་གོས་གཟི་རྔམ་ཆེ་བའི་ཞྭ་མོའི་སྟེང་གི་རྒྱལ་རྟགས་ཀྱིས་ཡོངས་སུ་མནན་ཏེ། ཁྱི་ཕྲུག་ཐུག་ལག་ནང་ཤོར་བ་དང་འདྲ་བར་གཉའ་ཡོངས་སུ་ཆགས་ཡོད། བ་ལུའི་མེ་ཏོག་ནི་དྲི་ཚད་འབྱེད་པའི་མཐའ་མ་དེ་ཡིན། སྐབས་དེར་མོ་ཡང་ཅི་འབྱུང་གཞན་དང་འདྲ་བར་ཞེད་སྣང་དང་འཚེར་སྣང་གིས་མིག་ཆུ་མོའི་གདོང་བཀྲུས་ཏེ་དཀར་དམར་གྱི་ཆུ་ཐིགས་ཁོ་ཚོས་གྱི་སྟེང་ནས་བཞུར་གྱིན་ཡོད། ཉེན་རྟོག་པ་ཞིག་གིས་མོའི་རྐུབ་ལ་འབུད་རྒྱག་གཏོང་གིན་ཕར་རྒྱུགས་ཞེས་བཤད་པ་དང། མོས་ཚོམས་ཆེན་གྱི་ཀ་བ་ལ་འཐམས་ཏེ་ང་འགྲོ་གི་མིན་ང་འགྲོ་གི་མིན་ཞེས་ངུ་གིན་བསྡད། ཚུལ་དེར་ཉེན་རྟོག་པ་དེ་ཁོང་ཁྲོ་ཟ་སྟེ་ད་དུང་ཁ་བདེ་པོ་ཡོང། ཁྱོད་ཀྱིས་མདོག་འདི་ལ་ཅིག་ལྟོས་དང་ལོ་ཆུང་ཆུང་ལས་ཀ་ག་རེ་བྱེད་ཅེས་བཤགས་ཏེ་ཐབས་སྡུག་ཞབས་འདྲེན་གྱིས་ལས་ཀ་འདི་འདྲ་བྱས་ཏེ་ཞེས་ཤུགས་ཀྱིས་འབུད་རྒྱག་བཏང་བས་ད་གིན་ཕྲུ་སྐྱིད་ཁང་ནང་གི་དྲ་རྒྱས་ཁང་པའི་ནང་ཐུག་པའི་སྐུ་མགྲོན་དེ་ཚུར་ཡོང་སྟེ། མོ་རྟའི་ལས་ཀ་རྩ་ཚིག་བྱེད་མཁན་རེད་ཤག་ཞེས་དཔང་པོ་བྱས། དེ་ཕྱིར་ཚུར་ལ་ཡོང་སྟེ་ཞབས་བྲོ་རྒྱག་སའི་ཚོམས་ཆེན་དཀྱིལ་དུ་ཁེར་བོར་ལུས་པའི་སྲང་རས་དེ་ཡར་དཀྲུགས་ཏེ་ཨོག་ཆོས་མེ་ཏོག་གི་སྟོད་ལ་གཡོགས། ཁ་སྒོ་སིམ་པའི་མཚན་མོ་དེར་ཉེན་རྟོག་པས་རླངས་འཁོར་གྱིས་ཨེའུ་ཨེའུ་ཞེས་པའི་སྒྲ་དང། དམར་ལིང་ལིང་གི་གློག་སྒྲོན་སྦར་ཏེ་ཨོག་ཆོས་མེ་ཏོག་དང་པད་ཁའི་མེ་ཏོག་གིས་གཙོས་པའི་གཅིན་ཆུང་མང་པོ་ཞིག་འཁྲིད་ཕྱིན། བ་ལུའི་མེ་ཏོག་རླངས་འཁོར་གྱི་རྗེས་ལ་ཡུད་ཙམ་རྒྱུགས་ཏེ་ཕྱིན་ཀྱང་རྒྱ་ལམ་སྟེང་སྐྱ་ཐལ་ཐལ་གྱི་ཐལ་རྡུལ་ཙམ་ལས་གཞན་གང་ཡང་མི་མངོན་པར་མོའི་མིག་མདུན་ལས་ཡལ། མོས་རླངས་འཁོར་གྱི་རྗེས་དེད་དེ་ཡུད་ཙམ་རྒྱུགས་ཀྱང་འཇུར་རྟའི་མཐིང་ག་མཐོ་བས་མུ་མཐུད་དེ་རྒྱུགས་མ་ཐུབ། མཐར་རྐང་ལམ་ཕུད་ནས་ལག་པར་འཁྱེར་ཏེ་ངུ་གིན་ངུ་གིན་གང་ཙམ་ཕྱིན་ཀྱང་མཚན་གཞུང་དུ་རྒྱ་ལམ་སྟེང་དུ་ཡར་འགྲོ་མར་འགྲོའི་རླངས་འཁོར་ཐར་ཐོར་ལས་གཞན་གྱི་འགྲོ་མི་ཧ་ལམ་མེད་པས་མོ་ཡིད་ཆད་ངང་སྡོད་གནས་སུ་ལོག། ཏོག་ལ་མེ་ཏོག་སྔོན་ལ་སླེབས་ཏེ་ཉལ་ནས་བསྡད་ཡོད། བ་ལུའི་མེ་ཏོག་ཁང་པའི་ནང་འཛུལ་བ་དང་ཏོག་ལ་མེ་ཏོག་གི་མལ་ས་ནས་འགུལ་ཙམ་བྱས་ཏེ་མིག་ཡ་གཅིག་གདངས་ཏེ་མོ་ལ་བལྟས་ཏེ། དོ་དགོང་སྐྱིད་ངའི་གྲོགས་ཤར་རང་བྱུང། སྐུ་མགྲོན་ཚོས་སྔ་ཞིབ་ཞུ་མར་འབོད་མཁན་མ་བྱུང་བས་མཐའ་ཙམ་བྱུང། སྤོབས་པ་དང་བཅས་འདི་བཤད་ཀྱང། བ་ལུའི་མེ་ཏོག་གིས་མོའི་སྐད་ཆར་ཁ་ཡ་ཙམ་ཡང་མ་བྱས་པར་ཐོ་བས་ཆུང་ཆུང་དེ་ཉལ་ཁྲིའི་སྟེང་གཡུགས་རྗེས་སྒོ་རྒྱབ་ཀྱི་ཤེལ་སྒོ་ལ་ལྟ་སྐབས། མིག་གི་མཐའ་ལ་བྱུགས་པའི་ཐ་ཁྲིའི་ནག་པོ་དང་གདོང་ལ་དཀར་དམར་བྱུགས་པའི་ཚུལ་བཞི་དེ་དག་འདྲེས་ཏེ་གདོང་ཁྲ་ཁྲ་ཆགས་ཡོད། ཁོ་ཚོས་སྟེང་དུ་མིག་ཆུས་ཁ་དོག་སྣ་ལྔའི་བྱུག་ཚད་བཞུས་ཏེ་གདོང་གི་སྟེང་དུ་ཤུལ་ཕྱིར་རེང་བུ་གཉིས་འཐེན་པ་ལྟ་བུ། གང་ལྟར་ཤེལ་སྒོའི་ནང་གི་བུ་མོ་དེ་ནི་རྒྱལ་སའི་མཚན་མོའི་སྤྲོ་སྐྱིད་ཁང་དུ་སླེབས་སྐབས་ཀུན་གྱིས་ཁས་ལེན་པའི་མཛེས་མ་དེ་མ་ཡིན་པར། ད་ལྟ་བདུད་མོ་གསོན་པོ་ཞིག་ལྟར་སྣང་བས་མོས་ཤུགས་ཀྱིས་ཤེལ་སྒོ་ལ་མོ་ཚོར་ཞིག་གཞུས་ཏེ། ཁྱོད་ཤི་ཞིག་ཅེས་སྐད་ཅོར་བརྒྱབ། རྟོགས་ལ་མེད་རྟོགས་གི། རང་ནི་འདི་འདྲས་མ་མཆིས་ད། ད་རེས་དང་པོ་ནི་མ་རེད། རླུང་འཚུབ་སྦྱངས་ན་ཉིན་ཤས་ནས་ལོག་ཡོང་གི་རེད། སྤྲོ་སྐྱིད་ཁང་ཡང་སྔར་བཞིན་ལས་འགོ་ཚུགས་ཀྱི་རེད། དེ་ལས་ཁྱོས་སྒོར་མོ་སྟོང་ཕྲག་ཁ་ཤས་གྲ་སྒྲིག་གྱིས། ང་ལ་ནི་དངུལ་མེད་ཞེས་ཉོབ་སྟངས་ཆེན་པོས་བཤད་རྗེས་མུ་མཐུད་དངུལ་པ་འཐེན་གྱིན་སྐྱིད་བའི་གཉིད་ལ་ཡུར། རྟོགས་ལ་མེད་རྟོགས་གི་ཁོ་མོའི་འཚུབ་མེད་ཀྱི་བྱེད་སྟངས་ལ་བ་ལུས་མེད་རྟོགས་མ་འདོད་ཀྱང། ད་རེས་ཐེངས་དང་པོ་ནི་མ་རེད་རླུང་འཚུབ་འཇགས་ན་ཉིན་ཤས་ནས་ལོག་ཡོང་གི་རེད་ཅེས་པའི་སྐད་ཆ་དེས་མོ་ལ་སེམས་གསོ་ཕྲན་བུ་ཞིག་བྱུང་སྟེ་སྔོན་ལ་གདོང་བཀྲུས། དེ་རྗེས་དཔལ་ཁའི་མེ་ཏོག་གིས་མོ་ལ་བཟོས་པའི་དངོས་འཛིན་བླངས་ཏེ་ལྟ་སྐབས་ཁྲི་གཅིག་ལྷག་ཙམ་ཡོད་པས་དེས་བསྡུམ་མི་ཡོང་ངམ་སྙམ་སྟེ་སེམས་ཅུང་ལྷོད་དུ་བབས་ཏེ་ཉལ། ཉིན་ཕྱེད་སོང་རྗེས་མོ་ལ་ཁ་འཕངས་ཡོང་ནས་མི་རེ་ལ་ཉེས་ཆད་སྒོར་ལྔ་སྟོང་རེ་འཁྱེར་ཤོག་ཟེར་བ་དེ་ཐོས་པ་དང། མོ་རང་དགའ་ཐག་ཆོད་དེ་དངུལ་ཁང་ནས་དངུལ་ཚང་མ་བླངས་ཏེ་ཁུ་ཉིད་བསུས། འགག་རྩའི་སྐབས་སུ་གཅུང་མོ་བ་ལུའི་མེ་ཏོག་གིས་ཁུ་ཉིད་བསྐྱབས་པས། ཁུ་ཉིད་སེམས་འགུལ་ཚད་མེད་ཐེབས། ཨོག་ཆོས་མི་ལྡོག་གིས། ལྟས་ངན་ནམ་རྒྱུན་ཡིན་ན་སྔ་ས་ནས་ལན་འཇུག་གི་ཡོད་ཀྱང་ད་རེས་ནི་ལྷན་འཛོམས་མགྲོན་ཁང་གི་སྦྱིན་བདག་སེར་མོ་སྒོ་ལྕགས་དེས་ལན་སྐྱེལ་མཁན་ལ་རྔན་པ་ཆུང་བ་མིན་ནམ། ངས་ཀྱང་ད་ནས་བཟུང་དངུལ་ཕྲན་བུ་གསོག་དགོས་ཀྱི་འདུག་མ་མཐར་ཡང་ཉེས་ཆད་སྤྲོད་ཆེད་ཞིག་ཅེས་བཤད།